ཐང་ཤིང་འདི་ནི་ལ་ཞུས་འོས་པའི་ཚོགས་གཙོ་དང་ཏང་ཙེ་བ་རྣམ་པ་ལས་འགན་ཡོད་ལ་སྔ་དགོང་དེ་ཚོ་འཚམས་འདྲི་ཞུ། ད་དེ་ནས་སྐད་ཆ་ཞིག་བཅུག་སུས་སུ་ཉན་ཡོད་དེ་ཁྲིམས་དང་ཁྲིམས་ཁྲིམས་དང་ཁྲིམས་མང་པོ་ཞིག་ད་ཁྲིམས་དོན་ག་རེ་བཤད་ལྷག་ཡོད་རེད། ཁྲིམས་ཁྲིམས་འདྲ་མ་ལ་ཡོད་མ་རེད་སོ་སོ་དགའ་མ་དགའ་ཆོག་སོ་སོ་བདེ་བ་ཆོག་མ་ཆོག་ཅི་རེད་སོ་སོ་བདེ་བ་ཆོག་ན་ནི་ཁྲིམས་དེ་ཡག་དྲུག་ལ་བདེ་བ་མ་ཆོག་ན་ནི་འགྲེལ་བཤད་གང་བྱུང་མི་རྒྱང་ད་ཧ་གོ་བར་རོགས།

ཉི་མ་སྐད་ཆ་ཞིག་ཡོད་དུ་འཛུལ་ལ་འདིར་དྲི་བ་བཏང་སྟེ་བཏང་རོགས། མི་དམངས་ལ་དབང་བཅུད་ཡོད་རེད་ན་ག་སུས་མ་དེ་འདྲས་ཞིག་བཤད་འདུག་ད་ནས་དེ་འདྲས་ཞིག་དང་ག་རེ་རེད་དྲི་བ་བཏང་གི་མི་འདུག་ཨ་འོ་དེ་རེད་ད་སོ་སོར་གོ་ཡ་ཡོད་རྒྱུ་དེ་ཞིག་རེད་གོ་ཡ་མེད་རྒྱུ་དེ་སོ་སོ་ལ་བཀའ་ཟེར་བ་གནས་ཡ་རྒྱུ་དྲི་བ་དེ་དྲི་བ་བཏང་གི་མི་འདུག་ཨ་འོ་དེ་རེད་ཨ་འོ་དེ་འདྲས་ཞིག་རེད་ད་ཞུས་ཁྲིམས་དེ་ཕར་བཞག་ཞོག་ལ་ཡིན་ད་ཨ་འོ་གཅིག་དེ་རེད་ད་གཉིས་ནས་དེ་ད་ད་འདིར་ག་ཟེར་ག་རེད་དེ་དེ།

དེ་ག་ས་ཀེ་ནཱ་ར་ནས་ཚུ་གྲོས་ཚོགས་ཀྱི་བར་སུ་ཁ་རོག་དེ་འོ་ན་སེ་འོ་ལ་ཐད་གཏོང་སེ་འོ་ལ་འོ་དེ་ཤི་ཀི་ཅི་ཤེས་གྲོ་ལོན་ཅི་དེ་ནི་ཀི་ཅི་ཤེས་རོགས་ཁོ་རང་སྒེར་ང་ད་ངའི་ཀི་མེད་ད་ཕུ་གུ་ཕ་གེ་ཡོད་ང་མགྱོགས་པོ་ཕ་གེ་ཡོང་གི་ཡིན་ནོ་ག་ལ་འོ་ད་དེ་ངོ་ཚའི་དུས་སོ་སོ་གོ་ལ་དེ་ངེད་ཅིག་ཀི་ཅི་དེ་འདྲེ་ཤེས་ངོ་རོ་བ་དེ་ངེད་ཅིག་ཀི་ཅི་དེ་ཤེས་ཡོད་དེ་ནི་པས་ཁོ་རང་དེ་ཤེས་དུ་ངོ་ཚའི་ལྕེ་ཡོད་མར་ད། སོ་སོར་སྡིག་པ་མི་བཙོང་ཅིང་གང་བྱོས་མང་བྱོས་ཤེས་ག་རེ་དགོས་ཚེ་སོ་སོར་སྡོད། བསམ་ཚུལ་ཡོད་ཚེ་ཐམས་ཅད་ཤེས་རོགས་ཨ་ནི་ཞེན་པ་ཅིག་ཤེས་ཡོང་བྱེད་ན་ནི་དཔལ་ཁོ་རང་ག་ལའོ་འགྲིག་མི་འདུག་ནོ་ཞེས་སོ་སོར་དཔལ་ཁོ་རང་པའི་ཁྲིམས་འགལ་ལུང་འགལ་གང་ག་བྱེད་རོགས་ངོ་ཚའི་མི་རྒྱོ། གདོང་པགས་དེ་སྤྱང་པགས་རོགས་དེ་ཆུ་ཚིགས་པགས་པ་གདོང་པགས་རོགས་ཚོ་ཁྱོད་ནི་ཤེས་རོགས་ཨ་ནི་མི་ཅིག་ཤེས་ཡོད་ན་ནི་འགྲིག་མི་འདུག་ཞེས་ན། དང་པོ་མི་ལ་རྫོགས་སྐུ་སྩོལ་ལ་སོ་སོར་རྫོགས་སྐུ་ཞིག་གཟུགས་དགོས་ལ་འདི་ཧ་གོ་མི་འདུག་ཨ། སོ་སོར་རྫོགས་སྐུ་ཞིག་གཟུགས་ལོ་ལེ་ག་དེ་བྱས་བྱས་ནི། ཕ་མཆོག་མི་ལ་ཞིག་ཤེས་ན་ངོ་ཚ་ཡ་ཡོད་ཟེར་བར་ད་ངོ་ཚ་ཡ་ཅེས་མི་འདུག་ཨ། དེ་སླད་སྟོང་དང་དཀར་ཕྱོགས་ཨ་དེ་ཚོ་ནི་འདི་ཀུན་ད་འགྲོ་སྡིངས་ར་ག་ཚོད་ཀྱི། ནོར་སྐྱོག་ཁྱི་སྐྱོག་ཤི་ན་ཁུ་ཆུ་མཐོང་དགོས་ས་མ་རག་ད་ནི་ལྷ་རག་རེད་ནོ་ཅིང་ཤེས་འགྲོ་སྡིངས་འདུག་ཨ། འོ་དེ་རེད། ཅིག་དེ་ལྟར་གཉིས་དང་དང་དེ་རེ་ད་ཁོང་ཚོ་གི། ལ་རྒྱ་རི་རྣམ་གཡོ་འགྲོ་བ་ལ་ཞིག་ཁོང་ཚོ་གི་ཟུར་ཟ་མ་མི་འགྲོ་ཆིག་དོ་ལ་རྒྱ་རི་རྣམ་གཡོ་ཟུར་ཟ་མ་མི་བྱེད་ཁས་ཡོད་མ་རེད་མོ་རང་གི་ཁང་སང་སུ་གྲ་སོང་ས་གནས་གཅིག་ལ་དངོས་ཡོད་གནས་ཚུལ་བྱུང་བ་དེ་ཤེས་ཀྱི་འདུག་ཨ། ཨོ་ཁྱོད་ཚོ་ཨ་ནི་བས་ཏེ་ག་ཚ་ཁྱོད་ང་ཚོའི་འོས་བླུག་ནས་ཁྱོད་ཁོང་ཚོ་གྲ་སར་འགྲོ་གི་མི་འདུག་ཁོང་ཚོ་ཡར་རྒྱ་རི་མར་རུ་སར་འགྲོ་གི་མི་འདུག་ག་རེ་བྱེད་དགོས་རེད་ཞེས་མོ་མོར་གན་དྲང་པོ་བཤད་སོ། ད་ལྟ་བར་དུ་སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བཏང་ནས་མ་གཏོགས་མིའི་རྒྱུ་འགོ་བ་བྱེད་ནས་འགྲོ་གི་མེད་རེད་ས་དེ་དོག་ལ་དེ་དག་ར་རོགས།

གསེར་གསེར་འོད་འོད་ནམ་མཁའ་སྐྱབས་ལ་ཞོག་འོ་འདི་རེད་དོ་ད་བོང་གུ་འདི་ནི་འགྲོ་འགྲོ་འགྲོ་འགྲོ་འགྲོ་བོད་གཞུང་གི་དཔེ་ཤག་འཕྲོ་བརླག་དང་འཇོན་བཅས་མི་འདུག་ཨ་འོ་འདི་རེད་འདི་ལ་ཕར་བཤད། ཤེས་གོང་ན་སོ་སོ་གི་རྒྱབ་མཆོད་བྱེད་ས་ཞིག་ཐོག་འདི་འཇོན་གི་མི་འདུག་ཨ་འོ་འདི་ལ་ཕར་བཤད་མི་གླེང། ལྷ་ས་སྣ་ཚོགས་ལས་ཀ་བྱེད་མཁན་དེ་ཚོ་ལ་བཤད་མ་བསྡད་ཨ་འོ་འདི་ལ་ཨེ་འདུག་དེ་ནི།

ཁ་བ་གངས་ཅན་ནི་རེད་ད་བོད་རྒྱ་ལོ་ཚོགས་པ་ནི་ཡིན་རེད་ད་དེ་ཡིན་ན་སོ་སོ་ཁོའི་ཆབ་སྲིད་ཉིན་མོ་ནས་གཏམ་བཤད་བྱེད་ཡ་ཡོད་རེད་གཏམ་བཤད་སོ་སོ་གང་བཤད་ནས་བཤད་ཡ་ཡོད་རེད་སུ་གཅིག་གིས་འདི་ལ་བཀག་སྡོམ་བྱེད་ངེས་ཀྱི་ཡོད་མ་རེད་ད་འདས་མ་ཡིན་གྱི་རེད་ད་ཚོགས་པ་གཞན་པ་གཉིས་ཤིག་འདུག་ཨ་འདི་ད་ག་རེད་འདི་སྤྱི་སེར་སྤུངས་ས་ལ་ཡ་འདི་ད་ཨོ་ཁ་ས་ཕ་གི་ད་ད་ཚོགས་པ་གཞན་པ་གཉིས་མིང་ཇི་ལ་ཟེར་འདི་ངས་ད་འདི་ཚོ་ནང་འདི།

མཚན་ཚོགས་སོགས་ཆ་ང་རག་ལྟུང་གི་སྐྱེ་ཤི་གྲོལ་ཏེ་ཁོ་རང་དགའ་བོ་ཉོ་ཚོད་གྲོལ་བསྡུ་བྱས་ཏེ་བདུད་རྩི་འཛོམས་འདྲེ་བྱས་ན་ཁོ་བདུད་རྩི་གལ་ཆེན་པོ་རྩི་གི་རེད་དོ། ཁོ་ལ་སྐྱག་པ་རག་མང་སེ་སྤྲེལ་ངན་བྱས་ན་བདུད་རྩི་འཛོམས་བྱས་ན་འདི་དགའ་རྩི་གི་རེད་མ་གཏོགས་བོད་རྩ་ལྡིང་དང་མི་རིགས་ཤིག་ཏུ་དེ་འདྲའི་ཚུལ་འཛོམས་བྱས་ན་ཁོ་འདི་ཡག་རྩི་གི་མ་རེད་མ་གཞི་ན་ཁོ་སྐད་གཏང་གི་མ་རེད་ག་ལ་ན་སྐད་ཆ་གང་ཁ་ནོར་རྒྱུ་བཤད་འགྲོ་འདི་གདུག་བ། ད་ཨ་ཁོང་ཚོ་རང་སྐྱོང་ཚར་གཉིས་སྐད་བཏང་རོགས་ཨ་རི་གཅིག་དང་ཀེ་ན་ར་གཅིག་གི་གྲོས་ཚོགས་སྐད་བཏང་ནས་ད། མདོག་ཚང་མ་ཁོང་ཚོ་མཐོང་ཚེ་སྐད་བཏང་གི་མི་འདུག་བདག་འདིར་དགའ་སང། ད་དགའ་སང་བོད་ཡིག་ཨིན་ཇི་ལུང་པ་དེ་བར་འགྲོ་ཞེས། BBC སྤྱི་ལོ་དེ་འགྲོ་ཞེས་སྐད་བཏང་གི་རེད་ཟེར་ནས་སྐད་མ་བཏང་ཞེས་ཇར་པར་རོ་ཀྱང་འགྲོ་དེ་ད་འོ་དེ་རེད་སྐབས་བཅོ་བ་བུ་མགོ་ནི་བུ་མགོ་རང་རེད། མགོ་ས་ལ་ཆེས་མོ་མགོ་ས་ལ་ཡོད་དོ་ཤེས་མགོ་ས་ཤེས་དང་ཤེས་མོ་མགོ་ས་ང་ཚོ་བོད་པ་ནང་ལ་ཁོ་པས་ཀུན་སྤྱོད་ཞུས་ཤིག་རེད་གོ་ཧ་ལ་མ་སང་ཅིག་ཞུས་ཅིག། ཞེས་འབྱོན་གྱི་ཡོད་དང་དུ་ཞེས་རྟག་པར་བྱས་ནས་མ་བང་སྒྲིག་བཞག་ཡོད་བང་སྒྲིག་བྱས་ད་ལོ་གཉིས་ཟུག་འདུག་བང་སྒྲིག་ག་དུས་བང་སྒྲིག་ཚར་ཡོད་ན་ད་ཧ།

ཨོ་དེ་བུང་གུ་ནི་བུང་གུ་རང་རེད་བུང་གུ་སྐུ་ལ་ལུང་ད་ང་ཚོ་དེ་བོད་པ་བསོད་ནམས་ཉམས་ཟེར་ཡ་ཞིག་མི་འདུག་ཡོད་མ་རེད་ད་སོ་སོ་དེ་ཟས་ལ་བ་ག་ལ་བ་ད་སོ་དེ་སྐམ་ལ་རོ་དེ་འདྲ་ཅི་རེད་ད་དེ་དེ་ཚོའི་མགོ་ལ་ཡང་མི་དེ་འདྲ་ཞིག་སྐྱེ་ཤ་ཡང་རག་དེ་སྐབས་བཅོ་བ་དེ་ཚོ་ཁ་ནས་བཤད་ཡ་རེད་འོད་ཁྲི་གསུམ་བཞི་ཅིག་ཡོད་རེད་ཤེས་ཀྱི་ཡོད་རེད་བོད་པ་པོའི་ས་གནས་ས་ཚུ་འགྲོ་དུས་མི་འཛོམས་དུས་མི་འདུག་ཨ་དེ་ནས་ད།